ལ་ནི་འགྱུར་བ་ཆེན་པོ་བཏང་ཆོག་ཧ་གོ་སོང་ང། འགྱུར་བ་ཆེན་པོ་བཏང་བས་ཡིན་ན་དེ་ནི་ཁྱིམ་པ་མི་ནག་ཡིན་ན་ཡི་ཆོས་པ་རྣམ་དག་ད་གས་འགྲིག་གི་ཡོད་རེད། ཆོས་པ་རྣམ་དག་བྱུང་ན་ད་གས་འགྲིག་གི་རེད་བ་ཡ། ལུས་ལ་དྲ་ཕྱི་ཅེས་གོང་འགྱུར་མ་བྱུང་ན་འགྲིག་དྲ་ཕྱི་གོང་གོ་མ་རེད་ད། དྲ་ཕྱི་གོང་གོ་མ་རེད། དེ། ད་དེ་སྐད་ཆ་དེ་མ་ལབ་ཨ་ལས་གཡུག་བཞག་ན་འགྲིག་གི་འདུག། གང་ལྟར་ང་ཚོ་བ་ཚོགས་སེང་དང་སྡིག་པ་ཤིན་ཏུ་ཆུང་ང་ལའང་མི་ནུས་སྙམ་དུ་བརྙས་མི་བྱ། ད་འདི་འདྲ་ཅིར་ད་ག་ཡི་འོ་མ་སང་སང་གི་ཟམ་དུ་འདི་གཙང་ནི་མི་གཏང་ཟེར་ཧ་གོ་སོང་ང། དཔེར་ན་ལུས་ཨེ་ལས་འདབ་ལོ་ནང་བཞིན་རེས་སུ་འདུག་ཟེར་ལབ་པ་རེད། ཆུ་ཡི་ཐིགས་པ་བསགས་པས་ཀྱང་གནོད་སྦྱིན་ཁད་ཀྱིས་གང་བར་འགྱུར་ཟེར་གྱི་འདུག་ག། ཆུ་ཐིགས་པ་གཅིག་བརྒྱབ་གཉིས་བརྒྱབ་འདུག་ད་འདི་ཅིར་དུང་འཕིག་གང་བསྡད་ཀྱི་འདུག་ག། ཡིན་ན་མ་བསགས་ཡང་དེ་ཐིགས་པ་རེ་རེ་རེད། ཡིན་ན་ཡང་གཅིག་བསགས་གཉིས་བསགས་གྲངས་ཀ་བསགས་ཡོང་དུས་ཙང་ལ་ཞུ་བ། གནོད་བྱེད་གང་འགྲོ་གི་འདུག་ག། དེ་ནང་བཞིན་རེད་ཧ་གོ་སོང་ང། ང་རང་ཚོ་འགྲུལ་བའི་ཆོས་དང་དགེ་རྩ་སེ་ཡ་དེ་ཆུང་ངུ་ཆུང་ངུ་ཆུང་ངུ་ཆུང་ངུ་ས་ནས་ཨེ་ན་ཞུ་གོ་ཆེན་པོ་ཆགས་རྒྱུ་ཡོད་རེད། སྡིག་པ་ཡིན་ན་ཨེ་ཆུང་ཙག་ཆེ་ཆུང་ཙག་ཆེ་དེ་ས་འདུག་ཙམ་སྡིག་པ་ཆེན་པོ་ཆགས་རྒྱུ་ཡོད་རེད། ཨོ་ད་པས་སྡིག་པ་ཆེན་པོ་ཆགས་སོང་ན་འཇིག་རྟེན་ཕ་རོལ་དུ་དེ་ནས་འཇིག་པ་འདྲེན་རྒྱུ་རེད་མ་གཏོགས་ཅིག་གི་དགེ་བ་ཙང་ནི་ཡོད་མ་རེད་པ། ཐུགས་གསོ་རེད་ཤག་བྱས་ཙང་ང་ཚོ་ཚེ་འདི་ལ་དེ་ནས་གཙོ་གཙོ་ཆོས་ས་དེ་ད་སེམས་ལ་འགྱུར་བ་གཏང་རྒྱུ་དེ་རེད་ད་ཧ་གོ་སོང་ང། སེམས་ལ་འགྱུར་བ་གཏང་རྒྱུ་དེ་རེད། སེམས་ཀྱི་ཁྲི་དག་བཟང་ཡང་དེར་དེ་གལ་ཆེ་ཤོས་རེད། དེ་ནས། སེམས་ཀྱི་གསང་མཐའ་རབ་ཏུ་ཤེས་པས་ན་སངས་རྒྱས་བྱ་དེ་ཐག་རིང་པོ་མ་རེད་ཅེས་ཀྱང་ང་ཚོ་བེད་སྤྱད་ན་གསལ་པོ་ཡོད་པ་རེད་ཧ་གོ་སོང་ང། སེམས་ཀྱི་གསང་མཐའ་འཁོར་ལོ་དེ་བསྐོར་མི་ཤེས་པས་ན་སངས་རྒྱས་གོ་འཕང་བྱ་དེ་ནམ་ཡང་ཐོབ་ཡག་ཡོད་མ། འཁོར་བའི་མཐའ་ཟད་ཡག་ཡོད་མ། དུག་ཚ་རེད་ཞག། བྱས་ཙང། གཙོ་གཙོ་བོ་ར་བ་ཏི་ང་རང་ཚོ་སེམས་ཀྱི་འཁྲི་ཐག་སངས་རྒྱུ་དེ་རེད་ཧ་གོ་སོང་ང་སེམས་ཀྱི་འཁྲི་ཐག་ག་རེ་འཁོར་ཡོད་ར་ཟེར་ན་འཁྲི་ཐག་དཔེ་བརྒྱད་ཁྲི་བཞི་སྟོང་གི་བཅིངས་ཞོར་ར་ང་རང་ཚོ་བརྒྱད་ཁྲི་བཞི་སྟོང་འདུག་ཚོ་ཕར་ཚོ་འཁྲི་ཐག་འཁོར་བསྡད་དུ་ཡོད་ར་རེད་ཉོན་མོངས་བརྒྱད་ཁྲི་བཞི་སྟོང་འདུག་ག་འདོད་ཆགས་ཞེ་སྡང་གཏི་མུག་གཙོ་བོར་གྱུར་པའི་ཉོན་མོངས་པ་བརྒྱད་ཁྲི་བཞི་སྟོང་གི་སེམས་དེ་གའི་འཁྲི་ཐག་འཁོར་ནས་ཨ་ང་ཚོ་འདི་ནས་དོང་ཐུག་གི་ཡོད་མ་རེད། བཅིངས་ཡག་ར་བ་ཏི་ལྟེ་བ་ག་རེས་བཅིངས་ཡོད་རེད་ཟེར་གྱི་འདུག་ན། ད། ག་བ་འགྲོ་ཐུག་གི་མི་འདུག་ཟེར་གྱི་འདུག་ན།

ལྕགས་སྲིན་པོ་ད་ག་རང་ལ་གནས་ཨེ་ནི་ལུས་ཐུར་ན་ཡི་ཕན་ཐོག་གི་མ་རེད་ང་ཤི་ན་ཡི་ཕན་ཐོག་གི་ཡོད་མ་རེད་ཧ་གོ་སོང་ང་ཨ་ལས་སྔོན་ལ་ང་རང་ཚོས་ཆོས་རྣམས་སྔོན་དུ་ཡིད་འགྲོ་སྟེ་ཡིད་འགྲོ་ཡིན་ནི་གཙོ་བོ་ཡིན་ཟེར་གྱི་འདུག་ཡོངས་རྫོགས་ཐུག་ས་གང་གི་སེམས་ལ་ཐུག་གི་ཡོད་ཨ་རེད་ཐམས་ཅད་ཀྱི་སྔོན་དུ་ཡིད་འགྲོ་དགོས་གི་རེད་སྔོན་ལ་བསམ་བློ་ཅིག་འཁོར་ཨེ་ནི་ཁ་ནས་དོང་ཡོང་གི་འདུག་ལག་པས་ཁུ་ཅོ་རྒྱག་གི་འདུག་དཔྱད་གཙང། ཡིད་སེམས་གསལ་ཏེ་གསུང་ཡག་གལ་ཆེ་ཤོས་རེད། ང་རང་ཚོ་གཞན་ལ་གནོད་པའི་བྱ་བ་རབ་ཅིག་ཡིན་ན། ལུས་ཀྱི་གནོད་ཀྱི་ཡོད་ན་རེད་ངག་གི་ཚིག་རྩུབ་བཤད་ཀྱི་ཡོད་ན་རེད་ཐོག་མར་འདིའི་ནང་ནས་དྲན་ཡོང་གི་འདུག་ག། འདི་ནས་ཡར་ཐོན། འདི་ནས་དྲན་འདི་ནས་ཡར་ཐོན་ཨ་ནི་འདི་ནས་སྐྱེས་སྨྲས་དེ་ནས་པད་འབྱོར་དབང་བཀུག་པ་འོངས་པ་ཞག་རེ་ཚུགས་སུ་ལབ་ཞག་གི་རེད་བ། ཨ་ནི་འདུག་སུ་བཞུགས་ཞག་གི་རེད་བ། དཔྱད་གཙང་གཙོས་འདིའི་ནང་སླེབས་ཚར་རེད།

ཆགས་སྡང་རྨོངས་གསུམ་བཅོམ་དགོས་ཀྱི་ཡོད་རེད། ཁོ་ཚོ་བཅོམ་པ་ཡིན་ན་ལུས་དང་ངག་བཅས་ཏེ་རང་ཤུགས་ཀྱིས་ཞི་འགྲོ་གི་རེད་ཧ་གོ་སོང་ང། སྤྱིར་བཏང་གནད་འགག་ཐུག་ས་གང་གི་སེམས་ལ་ཐུག་གི་ཡོད་དེ་ཤེས་ཤོག་ཨ། སྡིག་པ་མི་དགེ་བ་བསལ་ཏེ་ཐུག་ས་འབྲས་བུ་སྡུག་བསྔལ་གྱི་རྒྱུ་ལྟེ་བ་ཐུག་ས་སེམས་ལ་ཐུག་གི་ཡོད་རེད། ཡང་དག་པ་རྫོགས་པའི་སངས་རྒྱས་ཚེ་ཕྱེད་ཅེས་བླ་ན་མེད་པའི་ད་ག་ར་བ་བྱུང་བ་རེད་དེ་ཡང་ཐུག་ས་སེམས་ལ་ཐུག་སོང་བ་རེད། སེམས་ལ་ཐུག་སྟངས་ག་རེ་རེད། སེམས་ཀྱི་གནད་འགག་གཅིག་ལ་བརྟེན་ནས་ང་རང་ཚོ་ཐོག་མར་ར་བ་ཤེས་ཡོད་འདུག་ཙང་ལ་དང་ཐོག་སངས་རྒྱས་བཅོམ་ལྡན་འདས་དམྱལ་བར་སྐྱེས་འདུག་ག།

མགོ་ལ་ཞུ་ནས་ད་ག་གྲོངས་སོང་བ་རེད། གྲོངས་ཡོང་དུས་ཙམ་ལ་མ་གྲོངས་གོང་དེ་བཟའ་ཟླ་དེ་ལ་དམིགས་པའི་སྙིང་རྗེ་ཆེན་པོ་དཔག་ཏུ་མེད་པ་ཅིག་སྐྱེས་པ་སོང་ཙང་དེའི་མཐུ་ལ་བརྟེན་ནས་དེ་ནས་ཚེ་འཕོས་པ་ད་ག་ཨ་ནི་སུམ་བརྩེགས་གསུམ་པའི་ལྷར་སྐྱེས་སོང་བ་རེད། ཨོ་ད་དེ་ང་རང་ཚོ་སེམས་ཀྱི་ནུས་པར་ད་ཧ་གོ་སོང་ང་སེམས་ཀྱི་ནུས་པ་རེད། དེ་ནས་བྱས་ནས་ཨ་ནི་ཡག་ཡག་ཡག་ཡག་ཅིང་ཐར་ཨ་ནི་བས། རྐང་གཉིས་རྣམས་ཀྱིས་ཆོག་ཟེར་གྱི་འདུག་ག། དེ་ནས་མ་ནང་ག་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་མགོན་སྐྱབས་དང་དཔུང་གཉེན་མཆོག་ཏུ་གྱུར་པ་དེ་ནི་ཐུབ་པ་སངས་རྒྱས་བཅོམ་ལྡན་འདས་བསྟན་པའི་རྟགས་བྱའོ་དེ་བྱུང་སོང་བ་རེད། ཐོག་མར་ང་རང་ཚོ་དང་འདྲ་བར་རབ་ཅི་རེ་ད་ཧ་གོ་སོང་ང་གཉའ་བ་ལས་སྐྱེས་མྱོང་འདུག་ག་སྐྱེས་མྱོང་ཡོད་ཨ་རེད། དང་པོ་ནས་སངས་རྒྱས་སྐྱེས་པ་དེ་འདྲ་མ་རེད། དང་པོ་ནས་སངས་རྒྱས་སྐྱེས་པ་དེ་འདྲ་ཁས་ལེན་རྒྱུ་ཡོད་མ་རྟགས་དེ་འདྲ་ཡོད་མ་རྟགས་ང་རང་ཚོ་ཧ་གོ་སོང་ང། དང་པོ་པས་ང་རང་ཚོ་དང་འདྲ་བ་རེད་པས་དམྱལ་བ་ཡི་དྭགས་དང་ག་བ་ཡིན་ན་སྐྱིད་འདུག་ཟེར་སྐོར་ར་རྒྱབ། གང་འཚམ་ཅིག་ལ་གནད་འགག་ཅིག་ཤེས་ནས། རང་གི་སེམས་ཀྱི་འཁྲི་ཐག་དེ་རང་གིས་བཤིག་ཐུབ་པ་བྱས་རྗེས་ཨ་མཐར་བས་གོ་མ་ཐོབ་འགྲོ་གི་ཡོད་རེད་པ། བྱས་ཙང་དེ་ཚོ་དཔེ་རེད། དཔེ་ཚོང་ཙམ་རེད་ཧ་གོ་སོང་ང། དེ་ཚོ་གང་གི་ང་ཚོས་ཤེས་པ་བྱས་ནས། བྱས་ཙང་ད་འཇུག་གོ་འཇིག་རྟེན་ཕྱི་མ་ཕན་ཆད་ཀྱི་དཔེ་བཟོས་དཀའ་བའི་སྡུག་བསྔལ་དེ་ད་ཉོང་མོག་འོས་ཙམ་ཞིག་ད་ལྟ་སྤྲོ་དགོས་ཀྱི་ཡོད་རེད་ད་ག་དུས་སྤྲོ་དགོས་ར་ཟེར་ན་ཉི་མ་དེ་རིང་ཕན་ཆད་རེད་བ། དེ་ནས་ཚེ་ལྷག་ག་ཚོད་ཡོད་པ་ཡིན་ན་ཚེའི་ལྷག་མ་དེ་ད་དོན་དང་ལྡན་པ་ཅིག་བྱེད་དགོས་ཀྱི་ཡོད་རེད། ཚེའི་ལྷག་མ་དོན་དང་ལྡན་པ་བྱེད་དགོས་ཀྱི་འདུག་ན། ཨ་ནི་སེམས་བཅོན་དགོས་ཀྱི་ཡོད་རེད། འོ་བཅོན་དགོས་པ་ཙམ་དུ་མ་ཟད་གཅུན་ས་དེ་ག་རེ་གཅུན་གི་ཡོད་མེད་ཤེས་དགོས་རེད་ཧ་གོ་སོང་ང། སྟོབས་རྒྱས་ཟ་འདོད་འདུག་བསམ། ཨོ་དེ་ཡག་པོ་མ་རེད་བསམ་དེ་ནས་གཅུན་ཞྭ་བས་ཕན་ཐོག་གི་མ་རེད་ད་སེམས་དེ་ཚོ་གཅུན་དགོས་མ་རེད། ཧ་གོ་སོང་ང། རང་མེད་དེ་གཞན་མེད་དེ་འཁྲུག་པའི་རྒྱུ་ཡོང་ཡག་གི་སེམས་ཅིག་ཡོང་གི་འདུག་ན་ཨོ་དེ་གཅུན་དགོས་ཀྱི་ཡོད་རེད། སྡུག་བསྔལ་སྐྱེ་ཡག་སྡིག་པ་མི་དགེ་བའི་ལས་ཅིག་བརྩམ་ཡག་གི་བསམ་བློ་འཁོར་ཡོང་གི་འདུག་ན་ཨོ་དེ་གཅུན་དགོས་ཀྱི་ཡོད་རེད། འདི་གལ་ཆེན་པོ་ཞེ་དྲག་རེད་ཤ་ཐུགས་སུ་གཅུན་ནས་ཨེ། གཙོ་བོ་གཙོ་བོ་ང་རང་ཚོ་དགའ་སྒོམ་ཆོག་ཤེས་བྱེད་ཤོག་ཧ་གོ་སོང་ང།

གཅུན་ཐུབ་སོང་ན་ལུས་དང་ངག་དེ་རང་ཤུགས་ཀྱིས་གཅུན་ཐུབ་ཀྱི་རེད། སེམས་གཅུན་ཡག་ལ་ཡག་ད་ཐབས་ཤེས་ཙམ་རེད་མ་གཏོགས་ཅིག་ཐབས་ཤེས་དེ་འགྲོ་དགོས་མ་རེད་མགོ་རིལ་རིལ་བཟོ་དགོས་མ་རེད། དྲག་ཆས་གོང་དགོས་མ་རེད་ཧ་གོ་སོང་ང། རང་གི་ཐུབ་ཚོད་ཀྱིས་དགེ་བསྙེན་སྟོན་པ་འདྲ་བླངས་དགེ་བསྙེན་སྟོན་པ་ལ་ནི་འདང་ཁ་ཆེ་ཡག་འདུག་ག་གཅིག་གསུང་ཐུབ་ན་གཅིག་གཉིས་ཐུབ་ན་གཉིས། བཞི་ཐུབ་ན་བཞི་ལྔ་ཐུབ་ན་ལྔ་དེ་འདྲའི་ཅིག་ལན་ཡག་ཡོད་རེད་དེ་ཚོ་ཚུན་ཆད་ལན།

པས་མི་ཚེ་གྲོང་དང་ལྡན་པ་ཡོང་བར་བྱེད་དགོས་ཀྱི་ཡོད་རྟ་སེམས་སྐྱིད་པོ་བྱས་ཧ་གོ་སོང་ངོ་སྐྱིད་པོ་ཡིན་བསམ་བསམ་བྱེད་དགོས་ཀྱི་ཡོད་རྟ། ད། མི་སྐྱིད་པ་ལྟེ་བ་ག་རེ་བཟོ་གི་རོ་ཟེར་ན། འདོད་པ་ཆེ་ཐག་ཆོད་ཅེས་མ་སྐྱིད་པ་བཟོ་གི་ཡོད་རེད་ཟེར་ཏེ་གལ་ཆེན་པོ་ཞེ་དྲག་རེད། ཞེ་དྲག་གལ་ཆེན་པོ་རེད་ད་གང་ལྟར་ང་རང་ཚོ་དེ་སྔ་ཡི་ཞེ་དྲག་ཞུ་མྱོང་ཡོད་མ་ས་མ་ས་ལ་ཡང་ང་རང་ཚོ་མིའི་སོང་ཙང་ཨ་ལས་མི་ཚེ་ཕྱུག་ཟེར་ཏེ་ད་གང་ལྟར་སེམས་སྐྱིད་པོ་བྱས་ད་པས་དངོས་གནས་དྲང་གནས་མ་གོ་ཀ་མེད་རེད་ཟེར་ད། དེ་མེད་ན་ད་འགྲིག་ཐབས་ཁྱོན་ལ་ཡོད་མ་ཨ་ནི་སེམས་ཅན། དུད་འགྲོ་ལས་སྐྱོ་བ་ཆགས་སོང་ར་ཡ་མི་ལུས་ཐོབ། ཉི་མ་གཅིག་སྐྱིད་པ་མ་བྱུང་ན་ད་ག་སྐྱིད་དགོས་ར་ཡ། ཨེ་སེམས་ཅན་དུད་འགྲོ་ལས་ཐབས་སྐྱོ་བ་འདུག་ག་བྱས་ཙང་ཨ་ལས་དམའ་ས་ལ་ཡང་ཕེབས་ཚེ་འདི་དངོས་གནས་ད་ནི་ང་རང་མི་ཡིན་པའི་དངོས་གནས་ད་གང་ལྟར་དོན་དང་ལྡན་པ་རུ་སེམས་སྐྱིད་པོ་གུ་ཡངས་པོ་ཅིག་མེད་ན་ད་འགྲིག་ཐབས་མི་འདུག་བསམ་ནས་དེར་རྩོད་ལེན་གཅིག་བྱེད་དགོས་ར་ཧ་གོ་སོང་ང་སེམས་སྐྱིད་པོ་ཡོང་བ་བྱེད་ཤོག་ཨ་དེ་རང་གི་བཟོ་རྒྱུ་རེད། སེམས་སྐྱིད་པོ་བྱུང་སོང་ཨ་ནི་གཞི་ནས་དམ་ཆོས་མགོ་བརྩམས་ཐུབ་གི་རེད་ད་དེ་ངས་ཡང་ནས་ཡང་དུ་འེ་ཐོ་ཞུས་པ་རེད། དེ་ཡང་གཙོ་བོ་ག་ར་ཟེར་ན། འདུལ་བྱུང་མཆོག་ཤེས་རབ་བྱེད་དགུ་གི་བར་འདུལ་ཆེན་ཞེ་དྲག་མི་བྱེད་ཧ་གོ་སོང་ང་འདུལ་བ་ཆེན་པོ་ཞེ་དྲག་བྱེད་རྒྱུ་ཡོག་མ། འདུལ་བ་ཆེ་དྲག་ན་ཡོང་གི་ཡོག་མ་ཧ་གོ་སོང་ང། འདུལ་བ་ཆེ་ཟེར་ལབ་འདུག་ཙང་ལ། ད་འདུལ་བ་ཆེན་པོ་དེ་ག་གེ་འགྲོ་གི་ར་ཟེར་ན། ནག་སེམས་ཟེར་ཡག་ཞིག་འདུག་ག།

ཡང་དག་པའི་མ་སྐྱིད་པའི་གོང་བུ་ཆགས་འགྲོ་གི་རེད་སྐྱིད་པ་ནམ་ཡང་ཡོད་པ་མ་འོ་དེ་འདྲ་སོང་ཙང་ཐོབ་པའི་ཆོག་ཤེས་ཟེར་ཏེ་ཡོན་ཏན་གྱི་ནང་ནས་མཆོག་ཏུ་གྱུར་པ་ཆོག་ཤེས་རེད་ཧ་གོ་སོང་ང། ཆོག་ཤེས་མེད་ན། དེ་ནས་པས། ལམ་དུ་ཞུགས་པའི་གང་ཟག་ཡིན་ནའི་ཕན་ཐོག་གི་ཡོད་མ། པས་དགེ་སློང་ཡིན་ནའི་ཕན་ཐོག་གི་ཡོད་མ། རབ་བྱུང་བ་ཡིན་ནའི་ཕན་ཐོག་གི་ཡོད་མ་ཆོག་ཤེས་མེད་ན་ཧ་གོ་སོང་ང་ཆོག་ཤེས་ཟེར་དེ་ད། ང་རང་ཚོ་ཡོན་ཏན་མཆོག་ཏུ་གྱུར་པ་ཅིག་རེད་ད།

སྐད་ཆ་ཤོད་ཡག་ཉིན་གཅིག་ལས་སོ་རུང་ཕར་འགྲོ་གི་རེད། ལྟོ་ཟ་ཡག་ཉིན་ལ་ཕར་འགྲོ་གི་རེད། གནས་ཚུལ་ཨམ་ཅོག་གི་གོ་ཡག་ཉིན་ལ་ཕར་འགྲོ་གི་རེད། ལྟ་བུ་གནས་ཚུལ་རྙོག་དྲ་ཆེན་པོ་རབ་དེ་འདྲ་ཐོན་ད་དེ་གས་ཀྱང་ནས་ཡོང་གི་རེད་བ་ཅེ་ཚང་རྐྱེན་ཆུན་ཆུན་ཅིག་གིས་ང་རང་ཚོ་ལུང་ས་དེ་བཞུགས་གི་ཡོད་རེད་རྩའི་ནང་ལ་ཡ་ཨ་ནི། ཁོའི་ནུས་པ་ལ་བརྟེན་ནས་ཁྲག་ཡར་འབར་གྱི་ཡོད་རེད་དེ་ནས་སྙིང་གཡུག་ཡ་ཚང་ཚོ་ཏག་ཏག་བསྡད་ཀྱི་ཡོད་མ་བྱས་ཙང་དེ་དུས་ནས་རང་མགོ་བརྩམ་གྱི་ཡོད་རེད་ཨ་ནི་གཟབ་གཟབ་བྱེད་དགོས་རེད་ད་ཧ་གོ་སོང་ངོ། དེ་ནས། ག་འདྲས་ཆེ་ནས་སྐྱིད་པ་ཡོང་གི་འདུག་ན་སྐྱིད་པ་དེ་གང་ལ་ཕ་བསམ་བཏང་བཞག་གོ་རེ་བ་ད། མ་ནི་ལག་གོ་ཡོད་ན་ཨ་ལས་ཐུ་བ་ཅིག་ལ་ཕ་གཡུག་རྒྱང་གཡུག་བཞག་གོ་རེ་ད་ཕ་བཞག་ནས་དེ་ཕ་བཞག་རྗེས་ཨ་ནི་ག་གིའི་ཐོག་ནས་སེམས། མའང་ལྷིང་པོ་ལྷོད་པོ་ཅིག་ཆགས་ཀྱི་འདུག་ག་དེ་ཐབས་ཤེས་དེ་བཙལ་ཡོད་གོ་རེ་ཧ་གོ་སོང་ང།

སྤུག་གཅིག་རང་ཡོད་རེད། ད་དེ་ལ་རྩ་བྱས་ནས་གང་ལྟར་དཔལ་འབྱོར་ཁོ་ར་ཁ་མེད་ནག་མེད་སྤུག་ལ་བཞག་པ་རེད། ཉི་མ་གཅིག་སྤུག་དང་མ་འདྲེས་དུང་རེ་ཡིས་བཞག་ས། འོ་དེ་འདྲས་རེ་བཞག་ས་ད་ད་ག་རེ་ཡ་རེ་ཡ་ག་ཚོད་བཞག་པ་ཡིན་ན་མི་རྐྱེན་ས་དེ་ཕྱི་རྐྱེན་མང་གསོན་རྐྱེན་ཉུང་ས། ཤི་འགྲོ་ཡག་གི་རྐྱེན་དེ་ཧ་ཅང་མང་པོ་རེད། གསོན་པོ་ན་ཡག་གི་རྐྱེན་དེ་ཉུང་ཉུང་ཉུང་ཉུང་རེད།

འདབ་བརྒྱད་གྲོང་འགྲོ་ཉེན་ཡོད་རེད་དུང་ནི་གྲོང་འགྲོ་ཉེན་ཡོད་རེད་ས་དང་ནོར་ནི་གྲོང་ཉེན་ཡོད་རེད་འགྲོ་དང་ནོར་ནི་གྲོང་ཉེན་ཡོད་རེད་སབ་སབ་བྱས་འགྲོ་གི་ན་ད་སབ་སབ་མ་བྱས་ད་གྲོང་ཁྱེར་ནང་ལ་ནི་སྟོབས་རྒྱལ་གི་སོག་རུ་དེ་འཇམ་པོ་ད་ག་ར་བ་རེད། ཧ་མགོ་ནི་ང་རང་ཚོ་ད་འདི་འདྲའི་ར་བ་ཅིག་འདི་འདྲའི་བཙུགས་ནས་འགྲོ་དགོས་ར་བ་ད་གང་ད་ཨོ་ད་པེ་ཉོག་ཆོག་ཆོག་རེད་ཉོག་སོང་ན་ཤ་ལེ་གང་མགོ་བཏབ་འགྲོ་གི་རེད་ཨོ་ད་ཚར་ཚར་རེད་ད་དངོས་འབྲེལ་དྲང་འབྲེལ་ཡིན་ད་དེ་ལས

ཁྲ་ཆུང་ཞུ་བསྐུལ་བ་མ། ཧ་གོ་སོང་ང། སྐྱེས་པའི་ན་ཚ་དང་གྲུམ་བུའི་ན་ཚ་གཅིག་བྱས་ས་དེ་དགུང་ཁ་ཉུང་ང་ཡོད་བ་རེད། གཡག་ག་ཚ་བ་ཕྱི་ལ་དོན། ནང་ལ་གྲང་མོ་ཆགས་ཡོད་འདོད་ཙང་ལ་སིར་པོ་ཆེ་འདོད་ད་བ་ད་གྲུམ་བུའི་ན་ཚ་པད་མོའི་ན་ཚ་གད་པའི་ན་ཚ་གཅིག་བྱས་ས་སྟེང་མ་གཡག་ག་བཟོས་ཡོང་གི་ཡོད་ར་ད། བྱས་ཙང་ང་རང་ཚོ།

སེམས་རྒྱུད་ཡག་པོ་བཟང་པོ་ཨོ་དེ་འདྲ་ཅིག་བྱས་པ་ན་དེ་པས་རང་ཤུགས་ཀྱིས་དེ་ནས་མ་འདུས་པ་ཡང་འདུས་ཡོང་དགོས་རེད་ཧ་གོ་སོང་ང། ད་གཟོད་གལ་ཆེན་པོ་རེད་བཞག་དེ་ང་ཚོ་ད་མང་ཁུལ་འཚོ་བའི་གནས་སྟངས་རབ་ཅིག་སོང་ཙང་ཞོར་ལ་མ་ཞུས་པར་བ་དེ་ཡང་གཙོ་བོ་ག་རག་ཟེར་ན་འཚོ་བ་སྐྱེལ་ཡོང་དུས་ཙང་ལ་གཙོ་བོ་གཙོ་བོ་ང་རང་ཚོ་ཅིག་མི་ཚེ་དོན་དང་བརྟན་པ་དང་སེམས་ལ་ཡང

སྟེགས་དེ་མ་འབྲི་བ་བྱུང་ན་ཁྱོད་ར་ཁ་ཁ་སྡོད་རྒྱ་ར་ཁ་ཁས་ཁེ་ཡག་མེད་པ་ཟེར་འདི་གས་ཁང་ཁ་ངས་ཡིན་པ་ཟེར་གི་རེད་ཨ་དཔལ་འབྱོར་བ་ཁྱེད་རང་སྐྱིད་པོ་བཟོ་གི་འདུག་གས་རོགས་པ་དཔལ་འབྱོར་ཆེ